ཡ་སེ་མོ་དགེ་རྒན་ཨ་ཉི་གི་ཡུ་ན་ཡོ་ཨ་པ་རྫོང་ཐོག་ཨ་ཉི་གོ་ཐ་ཆི་མ་དགེ་རྒན་ཨ་ཉི་གི་ཟི་དང་ན་ཏི་མ་ཧྲོ་མ་ཉི་གི་ན་ཟི་མ་རེ་ན་ཆུ་སི་རེ་ང་ད་ཅི་ངོ་ཤེ་ན་མ་རེ

རང་ཡིན་རང་ཡིན་ལོ་སར་ཡོད་ཤོག་ར་ངས་ཉག་ལོག་ཉི་མ་འདྲ་ཟིག་ཉིད་དང་ཨ་ཁྱིམ་ཚང་ནང་ན་དཔེ་ཆ་བ་ཟིག་ཡོད་དང་ན་ལོག་ཟིག་ད་ལེར་གོ་ཅི་ཟེ་ལག་འཁྱེར་ཁ་པར་ཨོ་ཤི་གི་ཆེ་རི་བུ་སོང་ན་ཆོག་ནོ་ད་ངས་དོ་མོ་ཟིག་བཟུང་བའི་ལུག་ག་ཁ་བརྡ་ཡི་ཟེར་གྱི་མེད་ག་གོ་ནོ་མ་ཨ་ཆོ་གོ་ཟིག་ནས་ད་རང་ཚོ་ཁུག་ནི་མ་རེད་ཨ་ཧ་ཨ་ཧ་ཁྱོ་དབུ་སྐྱོར་གི་བྱ་ཡིག་གི་དང་མོ་དུ་སྐྱོར་རེ་སོང་རེ་ང་བརྒྱ་དེ་གི་བྱ་ལས་རབ་རྫོགས་མི་འཇོག་ནི་མི་ཉོ་ཁྱོ་ལོ་སར་ཡོ་ཤོག་ར་ད་ཨ་ཉི་གི་ཨ་ར་ཨ་ར

ཨ་རོ་ཤི་ལི། འདི་ཞིག་ནི་འདི་ཞིག་མུ་ཏིག་གི་ལོག་ཆང། ཤིང་ཡོན།
ཝེ། ཨ། ཡ། ཆུ་རུ་བོ། ངོ་རུ་ངོ་རུ།
ཨ་ཆི་གི་ཨ་པ་རིག་རུ་ཚའོ། རེད་རེད། འགྲོ་འགྲོ་ནི། ཨོ་ཨ་མ་དེ་ཐོག་རི་གོ། ཁ་པར་རང་བཞག་ནི། ཨོ་ཨོ།

ཁྱི། ཧྲིག་གཅིག་གི་གོ་ལ། ཨ་ཁུ་ཧྲིག་གཅིག་ནི་མ་རེད་ཡ། ལག་འཁྱེར་ཁ་པར། ཤ་ཟས་ཀོ་དགེ་ར་མི་འཇིག་གི་ར། ཨོ་ཧྲིག་གཅིག་དུ་མི་ཧྲག་གི། ཨོ་རྐུ་གཅིག་ཉལ་ཐུང་ར་ངས་ཁྱོད་སྒོར་མོ་བསྐུར་ར་ཡོང། འགྲོ་འགྲོ། ཨ་ར། ཧ། ཡང་ཆད།

ཞི་བདེ་སྔོན་དྲ་ནང་གཟའ་སྔོན་ནས་འགྲུབ་རྒྱ་མ་གཡང་ཁོ་ཟང་གི་ཞི་ལེགས་གླ་བ་གི་སྐྱེ་བ་ལེན་གོ་ཁི་སེར་གྱི་གོ་བླ་རྒུ་ཟིག་འཇོག་ཟིན་ནི་ཨ་པ་ལོ་ལོ་ངེ་ཆོ་ཨ་པ་ཟེར་ལག་འཁྱེར་ཁ་པར་བླ་མ་གནོ་ལྕགས་ལོག་ཟིག་གི་དོ་ན་གླ་ཡེ་ཅི་ཟིན་ནོ་ཆོ་གླ་ཡེ་ནི་ཟང་གི་མ་ར་གླ་ཡེ་ས་ཟང་གི་རེ་ཤེ་རང་ཨ་རང་ངོ་སེང་གི་མེ་ཁི་ར་ཆོ་ཤེ་རག་མ་རུང་ཐོར་ཁུ་ཟིག་རེ་ཡ